ད་ལྟ་ཁྱེད་ཀྱིས་གསན་བཞིན་པ་འདི་ནི། རྒྱལ་པོ་དྲི་མེད་ཀུན་ལྡན་གྱི་རྣམ་ཐར་བཞུགས་སོ། མང་པོའི་དབུས་སུ་འཇིགས་པའི་སྤྱོད་ལམ་བསྐྱངས། ཤིང་ལོའི་གོས་གྱོན་རྩ་ལ་གདན་བྱས་ནས། ཟས་སུ་ཤིང་ཏོག་བཟོས་ནས་སྐོམ་དུ་ཆུ། གྲང་མོ་བཏུང་ཞིང་སྐྱོ་གྲོགས་བྱ་ལ་སྤྱོད། འཇིག་རྟེན་ནོར་གྱི་མཆོག་ལ་དཀའ་ལས་ནི། བདག་གི་མྱོང་བའི་སྡུག་བསྔལ་འདི་ལྟ་བུ། འགྲོ་བ་སེམས་ཅན་ཀུན་ལ་མི་འབྱུང་ཤོག། ཡབ་ཀྱི་ནོར་བུ་དཔུང་འཇོམས་ནད་བསྲུང་སྟེ། མིག་གི་དབང་པོ་བྱིན་པའི་བར་གྱིས་ནི། སྦྱིན་པའི་ཕ་རོལ་ཕྱིན་པ་རྫོགས་པར་ཤོག། ལས་དང་དགེ་བ་འདི་དག་སྡོམ་པའི་མཐུས། འགྲོ་བ་སེམས་ཅན་མ་ལུས་བདེ་འགྱུར་ཆེད། ཁྱད་པར་ས་སྐྱོང་ཡབ་རྗེ་རྒྱལ་པོ་ནས། སྐྱེ་བོ་འབངས་འཁོར་མ་ལུས་ཐམས་ཅད་ཀྱི། ལས་དང་སྒྲིབ་པ་བག་ཆགས་ཀུན་ཞི་ནས། ཕྱི་མ་ཐམས་ཅད་འཇལ་བའི་སྨོན་ལམ་འདེབས། ཕྱི་མ་བདག་གི་སྦྱིན་པ་འདི་དག་གིས། འབྲས་བུ་སངས་རྒྱས་ཐོབ་པའི་སར་བསྔོའོ། ཞེས་གསུངས་པས་ཡབ་རྒྱལ་པོས་སྲས་ལ་བཀའ་སྩལ་པ། ཁྱོད་ཀྱིས་ཇི་ལྟར་སྨྲས་པ་དེ་ལྟར་བདེན། མ་རྟོགས་ཉེས་པའི་སྐྱོན་གྱིས་ཁྱོད་ཉིད་ལ། ཆད་པའི་ལས་ལ་སྦྱར་ནས་ཕྱི་རོལ་བཅུག། ཉོན་མོངས་བཅས་པ་དུ་མ་མྱོང་བ་དང། བདག་ཉིད་རྒྱལ་བློན་འཁོར་བཅས་བྲོས་ལ་བརྒལ། ཐག་རིང་ལམ་དུ་གཞོན་ནུ་སླེབ་ཙྪ་ན། བུ་ཚ་མིག་དང་བཅས་པ་གཞན་ལ་བྱིན། རྟ་དང་ཤིང་རྟ་ནོར་དང་འབྲུ་ལ་སོགས། མ་ལུས་སྦྱིན་པ་བདག་གི་རྣ་བས་ཐོས། དེ་ལྟར་གྱུར་ན་ནོར་བུ་དཔུང་བཅོམ་ཀྱང། དགྲ་ལ་སྦྱིན་པ་བྱིན་ལ་འགྱོད་མ་འགྱུར། ད་ནི་ཁྱེད་ཀྱི་མཛད་པ་བདག་གིས་ཐོས། ཤིན་ཏུ་ཡིད་ཆེས་དགའ་སྤྲོ་དཔག་མེད་སྐྱེས། སྔར་བྱས་ཁྱེད་ལ་འདོར་བའི་ཉེས་པ་ཀུན། མ་ལུས་བཟོད་པར་མཛོད་ལ་ཐུགས་ཀྱི་དགོངས། ཕྱིན་ཆད་སྒྲིབ་པ་མ་ལུས་བཤགས་པའི་ཕྱིར། བདག་གིས་བང་མཛོད་གཏེར་གྱི་མཚོ་ཆེན་རྣམས། ཁྱོད་ལ་འབོགས་པའི་ཅི་དགའ་སྦྱིན་པར་ཐོངས། ཡབ་ཀྱི་སྲས་དང་མེ་མདའ་བཟང་མོ་གཉིས་ཕྱག་གིས་ཁྲིད། སྲས་ལྕམ་སྲིང་གསུམ་ཤིང་རྟ་ལ་བསྐྱོད་ནས་ཕོ་བྲང་གི་སྒོ་དྲུང་དུ། ཡུམ་དགེ་ལྡན་བཟང་མོས་ཐོག་དྲངས་བཙུན་མོའི་ཚོགས་རྣམས་ཀྱིས་སྤོས་ཆུས་བྱིན་པ་རང་གིས་ནི། བསོད་ནམས་སྟོབས་ཀྱིས་ཚུར་ལ་བྱོན་ནས་བྱུང། ད་ནི་ལེགས་བསྡམས་ཁྲ་ཡིག་དང། དཔུང་འཇོམས་ནོར་བུས་ཐོག་དྲངས་གཙུག་རྒྱན་དང། གསེར་དངུལ་རྟ་དང་བང་མཛོད་མ་ཧེའི་ཚོགས། སྲས་དང་རྒྱལ་ཕྲན་བློན་པོར་བཅས་པ་དང། སྐྱེ་བོའི་འབངས་དང་དཔུང་ཚོགས་མ་ལུས་རྣམས། གཞོན་ནུ་བརྩེ་བ་ཆེན་པོས་དང་དུ་ལོངས། ཞེས་གསུངས་ནས་རིན་པོ་ཆེའི་རྒྱན་བཀོད། བློན་འབངས་རྒྱལ་ཕྲན་དང་བཅས་ཕྱག་ཏུ་ཕུལ། ཙནྡན་གོར་བཞི་ཞལ་ཁྲིད་ལ་རྒྱལ་བུ་གདན་དྲངས། རྒྱལ་རིགས་འཁོར་ལོ་ཕྱི་ནས་བཟུང་སྟེ། རྒྱལ་པོ་དྲི་མེད་ཀུན་ལྡན་གྱི་ཕྱག་ཏུ་ཕུལ། དེ་ནས་ཡང་ཡབ་རྒྱལ་པོས་གསུངས་ནས། ཡིད་རྩེས་དྲི་མེད་གཞོན་ནུ་བུ་ཁྱོད་ནི། བདག་གི་ནོར་ལ་ཅི་བདག་དགྱེས་པར་མཆོད། རྒྱལ་ཕྲན་འབངས་དང་བཅས་པ་ཐམས་ཅད་སྐྱོངས། རྒྱལ་ཁྲིམས་གསེར་གྱི་གཉའ་ཤིང་ལྟ་བུར་སོང། ཆོས་ཁྲིམས་ཐར་པའི་རྒྱལ་མཚན་མ་ལུས་ཚུགས། དབང་ཡོད་སྡིག་ལ་རྒྱབ་ཀྱིས་ཕྱོགས་པར་མཛོད། མཆོད་གནས་དགེ་འདུན་བཅས་པ་གཙུག་གི་གུར། དམ་ཆོས་རིན་ཆེན་གཙུག་ལག་ཁང་ལ་སོགས། ཕྱག་མཆོད་རྟེན་གྱི་དགེ་གནས་དུ་མ་ཚུགས། དད་ལྡན་གཞན་ལ་མིག་གཏད་ལེགས་པར་མཛོད། བྱམས་དང་ཞི་བས་ཕྱི་ཡི་དགྲ་རྣམས་ཐུལ། ཁོང་ཡངས་འཛུམ་རྒྱས་ནང་གི་གཉེན་རྣམས་སྐྱོང། ཕ་ཡི་དམ་ཚིག་ཕྲེང་བ་འདི། ལྷ་ཡི་བརྒྱ་བྱིན་མི་ལ་འཕོས་འདྲ་བའི། དྲི་མེད་ཀུན་ལྡན་ཁྱེད་ལ་རྫོགས། ལེགས་སྦྱར་མཛད་པའི་གཏམ་གྱི་ཕྲེང་བ་འདི། གཞོན་ནུ་ཁྱོད་ཀྱི་སྙིང་གི་དཀྱིལ་དུ་ཆོངས། ཞེས་གསུངས་ནས། གསེར་གྱི་ཐམ་ག་ཨིན་དྲི་ནི་ལས་ཞབས་ཀྱི་རྟགས་ཅན་དཔལ་བེའུ་ཤེལ་གྱི་ཐམ་ག་དང། པུག་པ་དཀར་པོ་མན་དཀར་ཐམ་ག་རྣམས་རྒྱལ་པོའི་ཕྱག་ཏུ་ཕུལ་ནས། རྒྱལ་པོ་དྲི་མེད་ཀུན་ལྡན་ཡབ་ཀྱི་རྒྱལ་ཚབ་ཏུ་དབང་བསྐུར་ནས། དཔག་ཚད་བཞི་བཅུ་རྩ་ལྔའི་བར་དུ་དགའ་སྟོན་ཡང་རྒྱས་པར་བྱས་སོ། དེ་ནས་རྒྱལ་པོ་དྲི་མེད་ཀུན་ལྡན་གྱིས་རྒྱལ་སྲིད་བསྐྱངས་ཏེ། རྒྱལ་བུ་བསོད་ནམས་དང་མཐུ་སྟོབས་ཀྱིས། སྔར་ལས་ཀྱང་རྒྱལ་ཁྲིམས་ཚུགས་པ་དང་རྒྱས་པར་གྱུར་ཏོ། དེ་ནས་ལྷའི་དབང་པོ་བརྒྱ་བྱིན་གྱིས་རྒྱལ་བུ་ལ་འདི་སྐད་གསུངས། ཕ་རོལ་གཞན་ལ་བྱིན་ནས་དགེ་བ་བསྔོས། མཐའ་མེད་ཡབ་ཀྱི་བདུད་རི་ཕྱེ་ལ་བཅུག། དྲག་པོའི་སྡུག་བསྔལ་དུ་མ་མ་ལུས་པ། ཐེག་པ་ཁུར་ནས་སེམས་ཅན་མ་ལུས་ཀྱི། དོན་གྱི་ཕྱིར་དུ་བུ་དང་བུ་མོ་བྱིན། ཉི་ཤུ་གཉིས་པ་ཞེས་པའི་དུས་ཀྱི་ཚེ། རང་གི་མིག་གི་དབང་པོ་འབྱིན་པར་བྱིན། གཞན་ལས་གསལ་བའི་མིག་གི་མཆོག་ཐོབ་སྟེ། རང་ཡུལ་སླེབས་ནས་རྒྱལ་སྲིད་འཁོར་ལོ་བཟུང། ཡོ་ལང་རྒྱལ་སྲིད་སྙིང་པོ་མི་དགོངས་པར། འགྲོ་བ་ཀུན་ལ་མ་ལུས་བསྐྱར་ནས་བྱིན། བླ་མེད་བྱང་ཆུབ་སྒྲུབ་པའི་སྨོན་ལམ་བཏབ། མཐར་རྫོགས་གྲགས་པའི་དབང་ཕྱུག་ཁྱེད་ལྟ་བུ། ས་སྟེང་འདི་ན་སྤྲོས་མེད་གཅིག་པུ་སྟེ། ཁྱོད་ལས་ལྷག་པ་འཁོར་ལོ་བསྒྱུར་བ་དཀོན། ཁྲིམས་མེད་འདི་ནས་བསྡད་དེ་ཤར་ཕྱོགས་སུ། པོ་ཏའི་རི་ལ་བཟང་པོ་རྒྱས་པ་ཞེས། ཡོངས་སུ་གྲགས་པའི་སངས་རྒྱས་སྲས་སུ་སྐྱེས། དེའང་མ་ཐག་འགྲོ་བ་འདྲེན་པར་གྱུར། ཆོས་ཀྱི་འཁོར་ལོ་བསྐོར་ནས་སྔོན་སངས་རྒྱས། ཡབ་རྗེ་ས་སྐྱོང་གྲགས་པ་ཡང། བསྐལ་པ་བྱེ་བ་བརྒྱ་འདས་རྗེས་ལ་ནི། བསྐལ་པ་འོད་ཅན་གཞལ་བའི་དུས་ཀྱི་ཚེ། སངས་རྒྱས་གངས་ཅན་བྱ་བ་སྐུ་འཕྲོས་ནས། བསྟན་པའི་ཆོས་སྲིད་དར་ཞིང་རྒྱས་པར་སྐྱོངས། སྐྱེ་ལྡན་བཟང་མོ་ཤེས་བྱའི་བཙུན་མོ་འདི། ཚེ་འཕོས་གཡུ་ལོའི་ཞིང་ཁམས་དམ་པ་རུ། སྐྱེ་དགུ་འཛིན་པའི་བདག་མོ་སྐྱེ་བར་འགྱུར། སྨན་སྡེ་བཟང་མོ་ཤེས་བྱའི་བཙུན་མོ་འདི། ཕྱི་མ་སྐྱེ་བ་རྡེའུ་སྲིན་གྱི་ལས། རྒྱལ་པོ་བདེ་བྱེད་བྱ་བ་སྐྱེ་བ་ལེན། རིགས་བཟང་སྲས་བཅས་རྒྱལ་པོ་ཁྱེད་ཉིད་ནི། ཕྱི་མ་རྒྱ་གར་ལྷོ་ཕྱོགས་གནས་དག་ཏུ། ཆེ་བ་རྒྱལ་པོ་དོན་ལྡན་མཆོག་ཏུ་སྐྱེ། ཆུང་བ་སྤྲིན་གྱི་དཔལ་འཛིན་བྱ་བར་སྐྱེ། སྲས་མོ་ལེགས་མཛེས་མིང་ཅན་བུ་མོ་དེ། ཨུ་རྒྱན་ཡུལ་དུ་ར་ཙ་ཏེ་ཞེས་བྱ། མིང་ཅན་དེའི་སྲས་སུ་སྐྱེས་ནས་ནི། ས་བདག་ས་བདག་ཆེན་པོ་བྱ་བ་ཡིས། རྒྱལ་སྲིད་འཁོར་ལོ་ཆེན་པོ་འཛིན་པར་འགྱུར། བློན་པོ་ཆེན་པོ་ཟླ་བ་བཟང་པོ་ནི། གནས་ནི་ཞེས་བྱའི་ཡུལ་ཕྱོགས་དག་པོ་རུ། རྒྱལ་བུ་ངན་དགའ་བཟང་པོའི་སྲས་སུ་སྐྱེ། བསོད་ནམས་མཐར་ཕྱིན་དྲི་མེད་ཀུན་ལྡན་གྱིས། སྐྱེ་བའི་སྲོལ་གཏོད་བཟང་པོའི་འབྲས་བུ་ཡིན། ཡབ་ཡུམ་བློན་འབངས་སྲས་བཅས་བདེ་ལ་བཀོད། སངས་རྒྱས་མི་ཡུལ་འཁྲུངས་པ་རྒྱལ་བའི་གདུང། དེ་ལྟར་ངོ་མཚར་བསྟན་པའི་རྒྱལ་པོ་ཁྱོད། ས་ལམ་འདི་ནས་རྟག་ཏུ་རྒྱས་གྱུར་ཅིག།